ར་མ་ཏཱ་མ། ར་ཙཱ་ཏཱ་ཙ། ར་ཛཱ་ཏཱ་ཛ། ཨོ་དུ་སི་རེ་ལོག་སྟངས་བདེ་དེ་འདི་དུ་སི་རེ་ཨ་ནི་ད་ར་མགོ་ཅན་བཅུ་གཉིས་ཀྱི་དཔེར་བརྗོད་ནི་དཔེར་ན་རྐང་པ། རྒོད། རྔ་མ། རྗེ་རིན་པོ་ཆེ་རྙིང་པ། ཨོ་དེ་ཚོ་གི་ད་ཅི་ཨ་ནི་ར་མགོ་ཅན་གི་དེ་ཚོ་ཚང་མ་འདི་དཔེར་བརྗོད་དབང་པོ་དོ་ཨ་ནི་རྟ་ཞོན། རྡོ་རྗེ། རྣལ་འབྱོར། རྦབ་ཆུ། མ་ཆུ། རྩ་བ། ཨོ་དེ་ཚོ་གི་ད་དཔེར་བརྗོད་དེ་ཚོ་འདུག་ཟེར། ཨ་ནི་ད་གཉིས་པ་དེ་ལ་མགོ་ཅན་བཅུ།

ལ་ཏཱ་ཏཱ་ཏ། ལ་དྭ་ཏཱ་དཱ། ལ་པ་ཏཱ་པ། ལ་བ་ཏཱ་བ། ལ་ཧ་ཏཱ་ལྷ། ཧོ་འདུག་སེ་རེད། ཨ་ནི་གླང་གོག་ཅན་བཅུ་གི་ད་བེར་རྒྱུ་ཡོད་ར་བེར་རྒྱུ་དེ་ཡིན་ཟིག་དེ་དེ། ཨ། དང་པོ། ལྐུགས་པ། སྒང་ཕུག། ལྔ་བཅུ། ལྕགས། ལྗང་ཁུ། ལྟ་གྲུབ། བདེན་པ། པགས་པ། སྦ་བ། ལྷ་མོ། འོ་ད་ཚོད་ལྟ་འགོ་འདི་གླང་གོག་ཅན་གྱི་ད་དཔེར་བརྗོད་རེད་ད་ཡིན་ན་ད་ཚོད་ལ་འགྲེལ་བཤད་དེ་མ་དགོས་བ་ཅི། ཨ་ནི། ད་གསུམ་པ་དེ་ས་འགོ་ཅན་རེད་ས་འགོ་ཅན། ས་འགོ་ཅན་ག་ཚད་འདུག་ཅོག་གཅིག་རེད་ཅོག་གཅིག་ས་འགོ་ཅན་ཅོག་གཅིག་དེ། ད་ལོག་སྟངས་དེ་ཡིན་ན།

སྭ་བྷཱ་ད་པཱ། ཀའོ་ས་ང་སངས་བ་སངས། ས་མ་ད་སྨ་ན་སྨན། ཨ་ནི་སྤྱི་བཏང་གི་འདུག་སུ་རེད་ད། ཨ་ནི། དེ་ལ་མགོ་ཅིང་དེ་ས་མགོ་རེད། ཨ་ནི་ཀ་ཏའི་མིང་གཞི། ཨ་ནི་དཔེར་ན་སྐུ་གཟུགས་ཟེར་ར་དེ་གི་སྐུའི་གི། ཨ་ནི། དེ་ལ། སྔོན་འཇུག་དང་རྗེས་འཇུག་ཡང་འཇུག་གང་ཡང་མི་འདུག་བ་ག་རང་མིང་ཤི་ཅིང་པ་འདྲ་བོ་དེ་འདྲ་བ་ཅི་རེད་འདུག་བ། ཨ་ནི་སུག་ག་འོ་ས་ཆ་འཇུག་སུག་ག་ས་སུག་ཡིན་ན་ཁོ་རང་མགོ་ཅན་ཡོད་བ་མ་རེད་ཡིན་ན་ཡང་ཨ་ནི་སྔོན་འཇུག་མིང་ཤི་ཡང་རྗེས་འཇུག་ཡང་འཇུག་དང་བཅུ་བ་ཚང་མ་འདུག་བ། འོ་འདུག་ཟེར་རེད་ད། མགོ་ཅན་གསུམ་དེ་དང་མགོ་ཅན་གསུམ་ཟེར་དགོས་བ་གི་རྒྱུ་མཚན་དང་མགོ་ཅན་གསུམ་གང་གང་ཡིན་པ་དེ་གསུངས་ཚར་བ་རེད་བ། འོ་འདུག་ཟེར་རེད།